ད་དེ་རིང་དེ་པ་རྒྱུགས་རྩ་རྗེས་བསྐྱར་བྱ་དཀར་ཟས་དང་འབྲེལ་བའི་ལོ་རྒྱུས་བསྡུར་དུས་ཞུགས་བསམ་སོང། ལོ་རྒྱུས་དེ་ག་འདྲ་ཟེར་རེད་བས་ཟེར་ན་ད་ལྟ་གོང་དུ་བསྐུར་ཡོད་པས་རྙེད་ཟེར་ན་འདྲ་མ་རེད་ནོར་སོ། ཨོ། ད་འདྲ་པར་བྱེད་འདུག་གའོ་དེ་འདྲ་པར་དེ་ག་རེད་ཟེར་ན། ད་ང་རང་ཚོས་གནའ་སྔ་མོའི་ལོག་སོགས་ཀྱི་དབང་དུ་བྱས་ན། དབུས་ཨུ་རུ་དང་གཡུ་རུ་ཞེས་བྱ་བའི་ཨུ་རུའི་ས་ཆ་དེ་ནི་རྙིང་མ་བའི་དགོན་ཆེན་དྲུག་གི་ནང་གསེས་ཐུབ་བསྟན་རྡོ་རྗེ་བྲག་ཟེར་མཁན་དེ་རེད། འོ་ད་དེ་དང་འབྲེལ་བའི་སྐོར་ནས་དཀར་ཟས་ཀྱི་ལོ་རྒྱུས་བསྟོད་བསྟོད་ཅིག་ཞུ་རྒྱུ་ཡིན། དེའི་དེང་སང་གི་དབང་དུ་བྱས་ན་ལྷོ་ཁ་གྲོང་ཁྱེར་གོང་ཁ་རྫོང་དེ་ནས་ཁྲི་མགོ་ཤང་གི་ཁུངས་འདུས་ཀྱི་ཐུབ་བསྟན་རྡོ་རྗེ་བྲག་རེད། ད་དེའི་དང་པོ་འབྱུང་སྟངས་དེ་ག་འདྲ་ཞིག་བྱུང་བ་རེད་བས་ཟེར་ན་དང་པོ་དེ་དགོན་པ་དེ་ཕྱག་བཏབ་སྟངས་དེ་ག་འདྲ་ཞིག་བཏབ་ཐུབ་པ་བྱུང་བ་རེད་བས་ཟེར་ན། ད་སྔ་ན་སྔ་མོ་ང་རང་ཚོའི་ད་རྙིང་མ་བའི་བླ་མ་སྐྱེས་ཆེན་མཁས་གྲུབ་ཚད་ལས་འདས་པ། འཇའ་ཡང་བླ་མ་ཞུ་མཁན་དེ་འདྲ་ཅིག། དེ་འདྲའི་གི་དེ་འདྲ་ཅིག་བླ་མ་ཆེན་པོ་བྱེ་བ་ར་བ་མཁས་གྲུབ་གཉིས་ལྡན་གི་བདག་པོ་བྱེ་ར་བ། ད་དེ་གཉིས་དགོངས་ལོ་ཡ་བ་དེ་འདྲ་ཅིག་བཞི་བཅུའི་ནང་ལ་འཕེལ་བའི་ཚེ་ན་གསང་ཡུམ་ཞེས་བྱའི་ཁོང་ལ། དེ་ནས་ཨུ་རྒྱན་དཀོན་མཆོག་གླིང་པས་ད་གསང་ཡུམ་བཞེས་ན་ཡང་འགྲོ་དོན་རྒྱ་ཆེ་བ་བསྟུན་ལ་གསང་ཡུམ་མ་བཞེས་ན་ཡང་མཛད་པ་ཕྲིན་ལས་རྒྱ་ཆེ་བ་ཡོང་ས་རེད་ཞེས་པའི་ལུང་བསྟན་ལ་བརྟེན་བྱས། ལུང་བསྟན་བྱུང། འོ་དེ་རེད་ད། དབུས་ཐུབ་བསྟན་རྡོ་རྗེ་བྲག་ཞེས་བྱ་བ་དེ་ཇི་ལྟར་ཕྱག་ཚུལ་གྱི་རིམ་པ་མདོར་བསྡུས་ཞུས་ན། སྤྱིར་ལོ་ཆིག་སྟོང་བཞི་བརྒྱ་བརྒྱ་བཅུ། ཁྱབ་སྟོན་ཙམ་ལ། ད་སྔ་རི་པཎ་གྲི་དང་པདྨ་དབང་གི་རྒྱབ། རྡོ་རྗེ་གྲགས་པ་རྒྱ་མཚན་ཞེས་བྱ་བ་སྟེ། དེ་ནས་ཨུ་རྒྱན་དཀོན་མཆོག་གླིང་པའི་ལུང་བསྟན་ལྟར་དུ་ཆོས་རྒྱ་ཁྲི་སྲོང་ལྡེ་བཙན་གྱི་སྐུ་སྐྱེ། འོང་ལྔ། དེའི་གཏེར་སྟོན། སྲས་གུ་རུ་ཆེན་དབང་གི་ཡང་སྲིད་འཁྲུལ་བ་འཁྲུལ་དགྲར་འཁྲུལ་པ་ཐམས་ཅད་དང་བྲལ་བ། འོ་ད་འདི་འཁྲུངས་ང་རེད། དེ་ནས་དེ་འཁྲུངས་ས་དེ་ལོ་མ་ཐང་ཞེས་བྱ་བའི་ས་ཆ་དེར་འཁྲུངས་རེད་ད་དེ། རྙིང་མའི་བླ་ཆེན་གཅིག་གིས་ད་འཁྲུངས་ང་རེད་ལ། ད་དེ་དང་ཆབས་ཅིག་ཏུ་ཅུང་ལེགས་ལྡན་འདོད་འཇོམས་རྡོ་རྗེ། འོ་ཅུང་དེ་དེ་དང་སྐོམ་ཆེ་ཆུང་ང་ཅུང་ལེགས་ལྡན་འདོད་འཇོམས་རྡོ་རྗེ་ཞེས་བྱ་བ། སྔགས་སྣ་རྣམས་པ་དེ་ནས་རྡོ་རྗེ་སྟོན་འཇོམས་ཀྱི་སྐུ་བསྐྱེད། རིག་འཛིན་རྒོད་ཀྱི་བསྟིམ་འབྲུ་ཅན་གྱི་སྐུ་བསྐྱེད། དེ་ནས་དེ་འབྲེལ་གྱི་དེ་ནས་ལེགས་ལྡན་འདོད་འཇོམས་རྡོ་རྗེ་ཞེས་བྱ་བ་དེ་ཉིད་སྐུ་འཁྲུངས་པ་རེད། ད་དེ་འཕྲལ་གྱི་གཅེན་གཅུང་རྣམ་པ་གཉིས་པོ་དེ་གཉིས་ཡུབ་ཀྱི་དུས་ནས་ཆོས་ཡང་ནས་ཡང་དུ་མང་པོ་གསན་པ་ཙམ་དུ་མ་ཟད་སྟབས་ཤུགས། དེ་ནས་ཡུབ་དགུང་ལོ་མཐོ་བའི་སྐབས་སུ་རྡ་སའི། འདོན་འཇོམས་རྡོ་རྗེ་དེ་ཉིད་དབང་རྒྱལ་རྡོ་རྗེའི་བདག་པོའི་སྟོད་ཉེ་རྒྱབ་བྱས་དེ་ནས་སེམས་ཅན་གྱི་འགྲོ་དོན་མཛད་བསྐུལ་བའི། དགོངས་འཆར་དང་རེ་བ་བཏོན་ཆེད། དར་ལོ་མ་བཏང་ནས་མ་རིམ་པ་བཞིན་དུ་ཁ་ལ་ད་ཅིག། རིག་འཛིན་ལྔ་རིག་པ་འདྲེ་དང་པདྨ་དབང་རྒྱ་དང་སྣ་ནམ། རྡོ་རྗེ་དོན་འཇོམས་རྣམ་པ་གཉིས་པ་དེ་ཉིད། ད་རིམ་པ་བཞིན་དུ་བཙལ་ན་ཡོད་ནི་མ་གཙང་གི་འཁོར་ནི་མ་བྱས་དབུས་ལྷ་སའི་ཁུག་དེ་བ་བྱས་བཙལ་ན་ད་ཐ་མའི་འཁོར་ཚིག་ཞུགས་གསལ་དུ་དབུས་ལྷ་སའི་ཁུག་ལ་ཞུགས་བྱ་བ་རེད། ད་དེ་བ་གཏེར་ཡང་བལྟ་ན་ཁོང་རྣམ་པ་གཉིས་ཀྱི་གཏེར་རྒྱ་ཆེན་པོ་བཞེས་ཡོད་རེད། ཞེས་པ་ཙམ་དུ་མ་ཟད་ཁོང་རྣམ་པ་ཚོ་ཚོགས་པ་ཞིག་ཆགས་ཏེ་ཚོགས་པ་དེ་ལ། ཨེ་ཝམ་ལྕོག་དཀར་ཞེས་པའི་ཚོགས་པ་གཅིག་ཡོད་པ་རེད་ད་ཚོགས་པ་དེ་འདྲའི་ཆོས་ཚོགས་ཅིག་དེ་ཚོགས་པ་དེ་རྒྱ་ག་རེ་རེད་བས་ཟེར་ན་གཙོ་བོ་གཙོ་བོ་བྱང་གཏེར་ཟེར་མཁན་རེད་འཛིན་བཀོད་ཀྱི་དེབ་འབྲུ་ཅན་གྱི་གཏེར་ནས་སྤྱན་དྲངས་པའི་དེ་ནས་གཏེར་ཆོས་དེ་དག་གི་དེ་ནས་ཅིག་ལག་ལེན་དང་ཉམས་ལེན་གཙོ་བོ་གཙོ་བོ་གནང་མཁན་གྱི་དེ་འདྲ་གི་ཚོགས་པ་ཆེན་མོ་གཅིག་ཡིན་པ་ཚོགས་པ་དེ་ཡང་ད་བཞུགས་ས་ཁང་པ་དང། གནས་གཅིག་ཏུ་སྡོད་པ་ཟེར་མཁན་དེ་འདྲ་དང་གནས་གཅིག་ཏུ་བཞུགས་བྱ་ཁང་པ་དང་འདུ་ཁང་དང་བྱ་བ་དེ་འདྲ་གང་ཡང་མ་ཡིན་པ། གུར་ཆུང་ཆུང་མི་རེ་རེས་གུར་ཆུང་ཆུང་རེ་རེ་གུར་བྱས་དེ་འདྲ་ཟེར་བྱས་པའི་ཚོགས་པ་བརྒྱ་ཕྲག་ལྷག་ཚེ་དེ་འདྲ་གི་ཚོགས་པ་ཅིག་ཡིན་པ་རེད། དེ་ནས། དེ་འདྲའི་གི་ཚོགས་པ་དེའི་ནང་རུ་དེ་ནས་བྱང་གཏེར་གྱི། ཆོས་དེ་རྒྱ་མཚོ་ནང་གི་ཡོད་ཅིང་ཁྱད་པར་དུ་ད་རྫོགས་ཆེན་བྱང་གཏེར་གྱི་ཆོས་ཀྱི་ནང་ནས་རྫོགས་པ་ཆེན་པོ་རྫོགས་ཆེན་གྱི་ནང་ནས་ཀྱང་རྫོགས་ཆེན་དགོངས་པ་གསང་ཐར་གྱི་ཆོས་དེ་ཚོ་གཙོ་བོ་གཙོ་བོ་ལག་ལེན་ཉམས་ལེན་ཉམས་བྱ་ཞུ་གི་ཡོད་པ་ཡིན་དུས་རྩ་ནས་ད་མ་གཞི་ད་སྔ་བླ་མེད་ཀྱི་གཞུང་གི་ནང་ལ་ཁྱད་པར་ཤ་ཆང་མེད་མི་རུང་ལ་སོགས་པ་དེ་འདྲ་གི་བཀའ་སློབ་གི་དབང་གིས་ད་སྔ་ཉམས་ལེན་བྱེད་མཁན་མང་ཆེ་ཤོས་ཀྱི་ནང་ལ་ད་བྱེད་མཁན་ང་ཟ་གི་སྐད་གཉིས་རིས་སུ་མ་ཆད་པའི་མང་ལ། ཤ་ཟ་མཁན་གྱི་དེ་ནི་ཅི་ཡི་འདི་རིགས་རྒྱ་ཆེ་པོ་གྲུབ་རེད། ད་ཡིན་ན་ཡང་ད་དེ་ནི་ཅི་ཡི་རྒྱུད་སྡེ། ང་བླ་མའི་རྒྱུད་སྡེ་སྤྱི་དང། ཁྱད་པར་ཙོག་པ་ཆེན་པོ་ལ་སོགས་པ་དེ་ཚོའི་ནང་ལ། ཚོགས་ཀྱི་འཁོར་ལོའི་སྐབས་སུ་ཤ་ཆང་མེད་མི་རུང་གསུང་བཞག་ཡོད་པ་ད་དེ་འདྲའི་ཤ་ཆང་དེ་ནི་ཅི་གི་དགོས་ཀྱི་ཡོད་པ་དེ་འདྲ་གསུང་དགོས་རེད་ཟེར་ད་ཡིན་ན་དེ། རྒྱུ་དེ་དེ་དག་ནང་ན་གསུང་ལ་ཤ་ཆང་དེ་ཚོ་ང་རི་ཚོས་དངོས་སུ་བཟའ་ཡ་གི། ཅི་གི། སེམས་ཅན་བསད་པའི་ཤ་ཁྲག་དེ་འདྲ་ཅིག་རེད་བས་ཟེར་ནི་མ་རེད། ད་ཡིན་ན་ཡང་དེ་དང་དེ་ལྟ་བུར་ཅིག་མང་ཆས་གི་གོ་ནོར་ཐེབས་པ་དེ་འདྲས་གི་གནས་ཚུལ་དེ་གནའ་སྔ་མོ་དེ་འདྲ་ཡོད་རེད་ད་ཡིན་ན་ཡང། ཡིན་ན་ཡང་ཟེར་ད། ག་འདྲ་ཟེར་རེད་ཟེར་ན། ད་ང་རི་པཎ་ཏྲི་དང་པད་མ་དབང་རྒྱལ་དང་དེ་ན། ཅུང་ལེགས་ལྡན་བདུད་འཇོམས་རྡོ་རྗེ་ད་ང་རིའི་སྤྱི་འབྱུང། རྣམ་པ་གཉིས་པོ། དེ་གཉིས་ཀྱི་བདག། དེ་གཉིས་ཀྱི་བདག། གཙུག་བྱ་བའི་ཚོགས་པ་དེའི་ནང་ལ་ཡིན་ན། ད་མི་སྒེར་སོ་སོས་དེ་ནི་བྱ་ཟ་གི་ཡོད་དམ་མེད་དེ་བཀག་གི་ཡོད་རེད་ད་ནི་ཡིན་ན་བཀག་ཐུབ་མ་ཐུབ་ཀྱི་སྣ་ཚོགས་ཡོད་རེད་ད་ཡིན་ན་ཡང་ཚོགས་པ་དེའི་བདག། ཇོ་ཀར་རེ་བ་ཇོག་ཀར་ཨེ་འོམ་ཇོག་ཀར་ཟེར་བ་ར་དེའི་ཚོགས་པ་དེའི་ནང་ལ་སྤྱི་ལ་ཐུན་མོང་དུ་བཟའ་ཡག་ཤ་དེ་རྦད་དེ་ག་ལ་བཀག་བཞག་ཡོད་རེད། ད་ལྟའི་བཀའ་ཡོད་དགོས་པའི་རྒྱུ་མཚན་གང་རེད་ཟེར་ནས་སྤྱིར་བླ་མས་གྱོད་དེ་དག་ནང་ལ་ཁྱད་པར་ཤ་ཅང་མེད་མི་རུང་ལ་སོགས་པ་དེ་འདྲ་གསུང་གི་ཡོད་རེད་ད་ནི། ཡིན་ན་ཡང་དེ་ནས་ཅིག་གཏེར་ཆོས་བྱང་གཏེར་རིན་འཛིན་བཀོད་ཀྱི་དེབ་འབྲུ་ཅན་གཏེར་ནས་ཅན་དྲ་བའི་དེ་ཅི་ནས་གོང་དུ་ཞུས་པའི་རྫོགས་ཆེན་དགོངས་པ་བཟང་དར་གྱི་ནང་ན་ཤ་ཅང་ཉིད་ལ་དགག་པ་ཚབས་ཆེན་ཚབས་ཆེན་རྒྱབ་ཆེན་ད་ནི་ཅིག་དེ་དག་ཐམས་ཅད་སྤང་དགོས་རབ་སྟེ་རྒྱལ་སྲིད་རུལ་སུངས་ཡོད་པའི་རྒྱུ་མཚན་གྱི་དབང་གིས། དེ་ལྟ་བུའི་ཆོ་ག་དང་ཕྱག་ལེན་དང་ལག་ལེན་གནང་མཁན་གྱི་དེ་ན་ཅིག་ཚོགས་པ་དེའི་ནང་རུ་ཡང། གང་ཟག་སྒེར་སོ་སོ་ཀ་ན་ག་ཚད་བཀག་ནས་ཁེགས་མེད་ཐུབ་པ་འདི་འདྲའི་རིགས་གཉིས་ཡོད་པ་ལས་ཚོགས་པ་སྤྱིའི་ནང་རུ། སྤྱིའི་ནང་རུ་དང་སྤྱིའི་དུས་ན་ཐུག་པ་དང་སྤྱིའི་དེ་ན་ཅིག་ཚོགས་ལ་སོགས་པའི་སྐབས་སུ་ནི། དེ་ན་ཅིག་ཤ་ཆང་ད་དང་ལ་དེ་ན་ཅིག་ཤ་ཆང་ལ། ཆེད་དུ་དེ་ན་ཅིག་བཀག་པ་སྐྱོན་ཆེ་བྱེད་ཀྱི་མེད་པ་འདི་འདྲའི་གི་ཚོགས་པ་ཚོགས་ཆེན་གྱི་ཡིན་པ་རེད། དུ་བཅས་མཐར་ད་དེ་འབྲེལ་གྱི་དེ་ནས་ཅེས་དབུས་སྟོད་བསྟན་རྡོ་རྗེ་བྲག་གི་ད་འབྱུང་ཁུངས་ཀྱི་ཐོག་མའི་འབྱུང་ཁུངས་ཀྱི་དེ་རེད་དེ། དེ་དང་ཆབས་ཅིག་ཏུ་རྗེས་སུ་ཡང། དེ་ནས་དེ་ནས་བྱང་བདག་ཆོས་རྒྱལ་བཀྲ་ཤིས་སྟོབས་རྒྱལ་ཞུ་ཡས་དེ་ཡིན་ན་དེ་ནས་ཡལ་བ་དེ་ནས་གར་སོ་རས་ངམ་རིང་གི་ཁུག་དེ་བ་ད་ཞུ་དེ་བས་དེ་ནས་ཡང་བྱང་གཏེར་གྱི་ཆོས་དགའ་ཏག་ཏག་གཙོ་བོར་གཙོ་བོར་གནང་མཁན་དེ་འདྲ་ཞིག་མ་རེད། ད་དེ་ག་འདྲ་ཞིག་རེད་བས་ཟེར་ན་དེ། དངོས་རིགས་དཔལ་འབྲི་དང་པད་མ་དབང་གི་རྒྱལ་པོ་ཞུ་མཁན་དེ་སྐུ་ཞིང་བཤགས་པའི་སྐོར་གྱི་དེ་མ་ཐག་པ་དེ་ད། ད་ངམ་རིང་གི། གུ་རུ་དེ་ན་ཅིག་བྱང་བདག་ཞེས་པའི་རྒྱལ་པོ་ཆེན་པོ་ཅིག་གི་སྲས་སུ་འཁྲུངས་ཤིང།

རྒྱལ་སྲིད་བཟུང་བ་ལས་ཀྱང་སྤྲང་པོའི་ཐང་ཆུང་གིས་སུ་དར། འདི་ན་ཅིག་གིས་ཆོས་ཀྱི་འགྲོ་དོན་མཛད་ན་ཐིག་རྒྱ་ཆད་ཡོད་པའི་རྒྱུ་མཚན་གྱིས་ད་ཆོས་ཀྱི་དོན་མཁྱེན་དུ་གྱུར་བྱས། དེ་ན་ཁོང་རྣམ་པ་གཙོ་བོ་དེ་ན་ཆོས་རྒྱ་བཀྲ་ཤིས་སྟོབས་རྒྱལ་རེད། ཁོང་གིས། ད་ཅིག་གིས། གསང་ཡུམ་དང་སྲས་དང་བཅས་པ་རྣམས་རིམ་པ་བཞིན་དུ་ཡལ་ན་མ། བྱ་དངོས་རྣལ་མ་བྱས་ལྟར་འདི་ནི་དབུས། ལྷ་སའི་གུ་ལུ་མ་གཏེར་གྱི་འགྲོ་དོན་དང་སེམས་ཅན་གྱི་འགྲོ་དོན་དང། ད་ཆོས་ཀྱི་འགྲོ་དོན་དེ་འདྲ་གི་ཕྱིར་དུ། དེ་ནས་དེ་འདྲ་སུ་ཡིན་ནི་མ་ཕེབས་བཞག་པ་རེད། ཕེབས་བཞག་པའི་དབང་གི་རྗེས་སུ་དེ་ནས། བྱང་བདག་ཆོས་རྒྱལ་བཀྲ་ཤིས་སྟོབས་རྒྱལ་དེས། དེ་ནས། སྔགས་རིག་ལེགས་ལྡན་འདོན་བཅོམ་རྡོ་རྗེ་ཞེས་བྱ་བ་དེ་སྟེར་ན་ཅིག་རྩ་བའི་བླ་མར་བསྟེན་བྱས། རྩ་བའི་བླ་མར་བསྟེན་བྱས་དེས་བསྟེན་ན་ཅིག་བྱང་གཏེར་གྱི་ཆོས་བཀའ་ཅི་ནས། ཆབ་ཚང་ཅིག་ཡང་བསྐྱར་དེའི་དུས་ནས་བསྟེན་ནས་ཆ་ཚང་གསན་པ་རྩ་སྟོབས་མ་གསལ་སྐུ་འཁྲུངས་ཉམས་ལེན་ཚད་ཕྱིན་པ་སྣང་བྱས། སྔར་བྱང་གཏེར་གྱི་ཆོས་ལས་ཆོས་བརྒྱུད་ཆ་ཚང་བྱས་ནས་ཅིག་གསན་མྱོང་ཡོད་རེད་དེ་ཡང་བསྐྱར་དེའི་དུས་ནས་གསན་བྱས། ད་དེག་བྱས་དེར་ཁོང་གི་དེ་ནས་མ་ཚོགས་པ་ཅིག། ཁོང་གི་ད་དེ་འབྲེལ་གྱི་ཡང་ཚོགས་པ་ཅིག་ཚོགས་པ་དེ་ཡང། ཡང། གུ་རུ་རྟག་ཏཱ་སྐྱོན་ཆེ་ད་དེ་འདྲའི་གནས་གཅིག་ཏུ་འདོད་པ་མེད་པ་འོ་ད་དེ་འདྲས་སུ་འཕགས། འོ་ད་དེ་ལྟ་བུའི་དེ་ནས་མངའ་རིས་ལེགས་ལྡན་འདོད་འཇོམས་རྡོ་རྗེ་དེ་ནས་བྱང་གཏེར་གྱི་ཚོགས་པ་དེ་དང། དེ་ནས་བྱང་དག་ཆོས་རྒྱ་བཀྲ་ཤིས་སྟོབས་རྒྱལ་གྱི་དེ་ནས་ཕན་ཚུན་གྱི་དེ་ནས་དེ་འདྲ་གི། ག་རེ་ཟེར་བ་ར་ད་ཅིག་ཚོགས་པ་ཅིག་ར་གཉིས་ཀ་ཡང་ད་གཅིག་ནས་དེ་ནས་ཅིག་གི་ཆོས་བརྒྱུད་གཅིག་པ་ཡིན་པས་གཉིས་ནས་ད་ཚེ་རབས་སྔ་མ་རྣམས་ནས་ཕན་ཚུན་ཧ་ཚོད་ལས་ཀྱི་འབྲེལ་བའི་དབང་གིས་ད་གཅིག་གི་ཆོས། བླ་མ་དང་སློབ་མའི་འབྲེལ་བ་དེ་ཧ་ཅང་ན་ཀྱང་དམ་ཟབ་ཆེ་བོ་ཡོད་བསྡད་པ་ཆོས་རྒྱལ་དང། ལེགས་ལྡན། ཆོས་རྒྱལ་དང། སྔགས་སྣ་རྣམ་པ་རྡོ་རྗེ་བདུད་འཇོམས་ཀྱི་སྐུ་སྐྱེ་རྣམ་པ་དེ་ཚོ་ཕན་ཚུན་ཧ་ཚོད། ཚིག་རབ་སྔ་མ་ནས་ནས་ཀྱང་བླ་མ་དང་སློབ་མ་དང་རྒྱལ་པོ་དང། བློན་པོ་དང་ད་དེ་འདྲའི་རིམ་པ་ལྟར་དུ་དེ་འདྲའི་གི། ཡོད་པའི་དབང་གིས་དེར་ཡང་ཁོང་རྣམ་པ་ཙོན་ལས་ཀྱི་འཕྲོ་གསལ་བྱས་སླར་ཡང་གཅིག་བླ་མར་བརྟེན་ཆོས་གྲྭ་ཆོས་གྲྭ་བཅས་ཆོས་སྒར་གཅིག་ཏུ་གྱུར། ཆོས་སྒར་གཉིས་པོ་དེ་ཉིད་ཏོ་གཅིག་ཏུ་བསྒྲིལ་ཚུལ་ལྟར་ན་དེ་འདྲའི་སྲིད་དོན་ན་ཅིག་ཆོས་སྒར་གཅིག་ཆགས་བསྡད་པ་ཟེར་ད་དེ་ཡང། ཆོས་སྒར་དེ་ཡང་བསྟན་ན་ཆོས་རྒྱལ་བཀྲ་ཤིས་སྟོབས་རྒྱལ་གྱི་ཆོས་སྒར་དེ་ཡང། དེའི་མིང་ལ་ཡང་ཨེ་ཝམ་ཅོག་གར་ཟེར་ད་ད་དེ་ཉིད་བསྟན་ན་ཅིག། ལྕོག་དཀར་བྱ། ལྕོག་དཀར་རྣམ་པ་གཉིས་ལྷན་ཅིག་ཏུ་བསྡུས་བྱ་བ་དེ་ཡང་བྱང་གཏེར་དགོངས་པ་གསང་བརྡར་གཙོ་བོར་གྱུར་བའི་ཆོ་ག་ཕྱག་ལེན་གནང་མཁན་གྱི་རེད་ལ་དེའི་ཚོགས་པ་དེའི་ནང་ལ་ཡང་དེ་ནི། དཀར་ཟས་ཏག་ཏག་མ་གཏོགས། ཤ་ཆང་ལ་བཀག་པ་ལྟར་ན་ཅིག་ཚ་ཐག་གཅོད་སྐྱོན་བྱས། བཀག་པ་ལྟར་ན་ཅིག་བཀག་སྡོམ་གནང་མཁན་གྱི་འདི་འདྲའི་གྱི་ཚོགས་པ་ཆེན་མོ་ཅིག་ཆགས་བསྡད་བ་རེད་ཟེར་གྱི་ཚོགས་པ་གཉིས་པོ་དེ་གཉིས་དེ་འདྲ་ཞིག་ཡིན་པ་རེད་ལ་ཡིན་པ་ཙམ་དུ་མ་ཟད་ལྷན་ཅིག་ཏུ་དེ་ནི་རྡོར་དྲིལ་བཅས། མཐར་ལྟར་ན་ཅི་དགོས་དེ་ནི་ཐུགས་བཅས་ལྟར་དབུས་ཐུབ་བསྟན་རྡོ་རྗེ་བྲག་གི་འབྱུང་ཁུངས་འདྲ་རྩ་བ་དེ་ཉིད་ལ་ཐུག་བསྡད་ཡོད་རེད། དེ་ནས་གསུམ་སྟེ་ད་དེའི་སྟེང་ན་ཅིག་གི་ཆད་སྐྱོན་དེ་རིམ་པ་བཞིན་དུ་མཐར་ཆད་དེ་ན་ཅིག་གི་ཆོས་རྒྱ་བཀྲ་ཤིས་སྟོབས་རྒྱལ་གྱི་ད་དུང་སྲས། མངའ་རིས་ལེགས་ལྡན་འདོད་འཇོམས་རྡོ་རྗེའི་སྐུ་སྐྱེ་དེ་མ་ཐག་པ་དེ་རིག་འཛིན་ངག་གི་དབང་པོ་འོ་ད་ཁོང་རྣམ་པ་ཚོས་ད་ཆོས་རྒྱ་བཀྲ་ཤིས་སྟོབས་རྒྱལ་གྱི་ས་བོན་འདི་སྟེང་ན་ཅིག་གར་སོང་རེད་དེ་ནས་ཅིག་བཞུགས་སྒར་དེ་ཆ་ཚང་དེར། མཐར་དབུས་ཐུབ་བསྟན་རྡོ་རྗེ་བྲག་རུ། ཐ་ན་ཅིག། ས་ཆ་དེ་རུ་ཆགས་བྱས་དེའི་མིང་ལ། ལྕོག་སྒར་ཨེ་ཝམ་ལྕོག་སྒར་ཟེར་ཐུབ་བསྟན་རྡོ་རྗེ་བྲག་ཨེ་ཝམ་ལྕོག་སྒར་ཞེས་པའི་སྒར་དེའི་མིང་དེའང། རྔས་མ་སྒར་ཡིན་པ་ལ། ལྕོག་བུའི་སྒར་ཡིན་པ་ལ་ད་དེ་ནས་བཟུང་སྟེ། ད་ཅིག་ས་ཆ་ཅིག་གི་སྟེང་དུ་རྨང་གཞི་བརྟན། བརྟན་གདོང་བརྟན་པོ་ཅིག་གི་སྒོ་ནས་བཙུགས་བཞག་པས་དེ་ནི་ཅིག།

དགག་པ་རྒྱ་ཆེར་བརྒྱབ་དང་དཀར་ཟས་ནི་རྒྱ་ཆེར་བསྟན་དང། སྤྱིར་ཏང་ཨུའི་ཚོགས་པའི་ཚོའི་གཞུང་གི་ཚོགས་པའི་ཚོགས་པ་དེ་ནི་བླ་བྲང་གི་ཚོགས་པ་ཡིན་ནའི་འདྲ་དགོན་པའི་ཚོགས་པ་ཡིན་ནའི་འདྲ། ད་ལྟ་བ་ཅིག་གི་འགྲུལ་པ་གང་དང་གང་གི་སྐབས་སུ་ཡང་དཀར་ཟས་འབའ་ཞིག་མ་གཏོགས་ལྟོས་ན་ཅིག་དེ་བ་དམར་ཟས་ཐིགས་པ་ཅིག་འཐུང་ཡས་མེད་པ་དེ་ལྟ་བུའི་ཅིག་གི། མཛད་པ་དེ་ད་ཅིག་ལོ་རབས་མང་པོ་ཅིག་གི་བར་དུ་དང། མཐར་མེག་གི་ད་སྐལ་བཟང་པད་མ་དབང་ཕྱུག་ཞུ་མཁན་དེ་ད་དེ་རེད་ད་རྒྱལ་དབང་ལྔ་པའི་རྗེས་བྱེད་ལ་རེད། རྗེས་བྱེད་ལ་རེད་འོ་ད་དེ་འདྲ་ཅིག་གི་བར་དུ་ལ་ད་དེ་ལྟ་བུའི་དེ་ན་ཅིག་དཀར་ཟས་ཀྱི་ཚོགས་པ་ཚོགས་ཆེན་ཅིག་དང་ཆགས་བསྡད་ཡོད་རེད། ཆགས་པ་ཙམ་དུ་མ་ཟད་དེ་ན་ཅིག་གི་དཀར་བཟང་པད་མ་དབང་ཕྱུག་གི་སྐུ་ཚེའི་རྗེས་ཙམ་ལ་དེ་ན་ཅིག་གི་དགོན་སྡེ་ཁྱོན་ཡོངས་གོ་ར་སོག་པོ་ཇུན་གར་གྱི་ཉམས་རྒུད་བཏང་བ་དང་ད་དེ་འདྲའི་དགོས་དབང་གི་ཉམས་རྒུད་ཆེན་པོར་ཕྱིན་པ་དང་ཆབས་ཅིག་ཏུ་ཆོས་ཕྱོགས་ཀྱི་བྱ་བ་དང་དེ་ན་བཅས་ཀྱི་ཕྱག་ལེན་ལག་ལེན་ཡང་ཉམས་རྒུད་ཆེན་པོ་ཕྱིན་རྗེས་བར་ད་ལ་ཁ་ཆེ་བ་དེ་ན་བཅས་སྐལ་བཟང། བདུད་འདུལ་རྡོ་རྗེ་ལ་སོགས་པའི་སྐབས་སུ་དེ་ན་བཅས་ཀྱི་ཤ་ཟ་མཁན་གྱི་རིགས་ཀྱང་མང་རུ་མང་རུ་མང་རུ་ཕྱིན། ཚོགས་པའི་ནང་ལ་ཤ་བསླབས་པའི་གཉེན་ཁ། ཤ་དེ་འདྲ་ཏིག་ཙེ་བསླབ་ཡོད་ས་རེད་དེ་དང་ཆབས་ཅིག་ཏུ། ད་ནི་ཁྱེད་ཀྱི་ཆང་གི་སྐོར་དེ་འདྲ་ཡང་ད་ནི་རྗེ། དབུས་ཀྱི་ནང་ཨོལ་ཏོ་ན། དགོན་པའི་དེ་ནང་ལ་དེ་འདྲ་བསླབ་ཡས། གནས་ཚུལ་དེ་འདྲའི་གི་དབང་གིས་ད་ནི་ཅིག་དཀའ་ང། ཆོས་སྡེ་ཆེན་མོ་དེ་སྔར་གྱི་ཕྱག་སྲོལ་ལུགས་རྒྱུད་དེ་ནི་ལོག་སྲོལ་དེ་ཚོ་ལ་ཉམས་གུད་ཆེན་པོ་ཕྱིན་པ་རེད། དེ་ནས་བཟུང་སྟེ་ད་ནི་ཅིག་རིན་ཆེན་ཆེན་པོ་མཉམ་ཉིད་གཏོར་བྱེད་ཞེས་བྱ་བ་དེ། ད་རྒྱལ་བ་དཀོན་མཆོག་བཅུ་གསུམ་པའི་སྐབས་སུ་རེད་ད་དེ་ལྟ་བུའི་རྩ་བའི། ཅི་གེ་ཏུ་དགོན་པ་དེའི་ཁྲིའི་བདག་པོ། སྔགས་སྣ་རྣམ་པ་རྡོ་རྗེ་དོན་འབྱུང་གི་ཡང་སྤྲུལ། འདི་ན་འོ་ད་ཁོང་གིས་འདི་ན་རྗེ། སྔར་གྱི་ཚེ་ཆད་རྒྱུན་དེ་དག་ཐམས་ཅད་ད་ཉམས་ཆག་ཏུ་སོང་བ་དེ་སྐད་རྒྱུན་འཁྱོངས་གནང་བྱས་གཅིག་ནས་ཆོ་ག་རེ་གཉིས་ནས། ལག་ལེན་ལག་ལེན་དེ་ཚོ་ཡང་ཤ་ཆང་ད་དེ་དག་ཐམས་ཅད་ལ་བཀག་པ་ཚབས་ཆེན་སྐྱོན་ཆེ། དཔེར་ན་ད་ན་རྗེ་སྔ་དྲོ། ལོ་གསར་གྱི་ཚེས་པ་གཅིག་གི། སྔ་དྲོའི་ཚེ་ལ་ཡང་སྔར་ཡིན་ན་ད་མི་གཅིག་ནས། ཆང་སྐོར་དེ་འདྲ་དེ་ནས་དགེ་འདུན་པ་གཅིག་གསོག་གི་ཡོད་ས་རེད་དེ་འདྲ་ཡིན་ས་མཐའ་དེ་བཀག་བྱས། བཀག་དུས་ཚར་ན་ད་གཅིག་གི་ཐད་ཀར་བཀག་ནས་བཞག་ན། དགེ་འདུན་པའི་འདུ་བའི་སྐོར་བཀག་པ་ཟེར་ད་ཉེས་པ་དེ་འདྲའི་ཆེན་པོར་གྱུར་འགྲོའི་གནས་ཚུལ་ཡོད་པའི་རྒྱུ་མཚན་གྱིས། འདི་ནས་གཅིག་གིས་ཡང་སྔ་དྲོ་ཐོ་རངས་ནས། གཅིག་གིས། ཆང་སྐོར་ཏིག་ཙམ་བླུགས་ཡོད་པའི། ཟངས་རྒྱན་དེ། ཚོགས་གྲལ་གྱི་ཞུ་གུ་མ་ནས་ཡར་བཀྱག་ཙེ་བྱེད་དུས་ཙི་ནས་ཀྱི་འདུན་པ་ཐམས་ཅད་ཀྱི་མིང་དང་དང་ཐོག་གི་རྣམ་པ་དེ་ན་ལག་བསྟར་མ་སྟོན་ཆེ་མེད་སི་བྱས་དར་བ་ད་དེ་འདྲའི་སྒོ་ནས་ད་དེ་དེ་ནས་ཅིག་གི་འདུན་འདུལ་བའི་སྒོ་བཀག་པའི་ཉེས་པ་མི་འབྱུང་བར་བྱ་བའི་ཆེད་དུ་ཀྱི་འདུན་པ་ཐམས་ཅད་ཀྱི་མཐུན་འགྱུར་དུ་ཅིག་གི་ཆོས་ཀྱི་མེད་པའི་རྣམ་འགྱུར་དུ་བསྟན་ཡང་དེ་བཞིན་དུ་ཉིན་གུང་གི་ཞག་ལ་སྐབས་སུའང་དེ་འདྲ་གི

མཛད་རྗེས་དེ་འདྲའི་ཞག་ནང་དང་མདོར་ན། དབུས་ཐུབ་བསྟན་རྡོ་རྗེ་བྲག་དང་ངར་བ་སྐབས་གཅིག་ལ། ཉམས་ཉེས་ཏིག་ཙམ་བྱུང་བ་ལས་དེ་མིན། དང། དང་པོ་དགུ་ཚུགས་པ་ནས་ད་ལྟ་བར་དུ་ལ། དེ་ནི་ཅིག་དཀར་ཟས་ཀྱི། ཅིག་དཀར་ཟས་ཀྱི་རིང་ལུགས་བ། ཆེན་པོ་ཅིག་ཆགས་བསྡད་ཡོད་རེད། དཀར་ཟས་ཀྱི་རིང་ལུགས་ཆེན་པོ་ཅིག་ཆགས་བསྡད་ཡོད་རེད། རྒྱུ་མཚན་དེ་འདྲ་ཡིན་དུས་ཙཱ་ནས། དཀར་ཟས་ཟེར་ཡས་དེ་ཚོ་ཡིན་ན། ང་རང་ཚོའི་གསར་དུ་ཐོན་ན་ཅིག་དེང་སང་རྒྱལ་ཁྱབ་ཏིག་ཙམ་ཆེ་རུ་འགྲོ་གི་ཡོད་རེད་མ་གཏོགས་ཡོད་རྒྱུ་སྔས་མ་ནས་ཡོལ་བས་མ་ཚད་ཁུངས་ཡང་དག་ན་ཅི་གི། སྤྱིར་བསྟན་ན་གསང་སྔགས་ཀྱི་རྒྱུད་སྡེ་ཐམས་ཅད་ནང་ན་ཤ་ཆང་མེད་མི་རུང་གསུང་མཁན་དེ་ཚོ་ཡང། ཅི་གི་ཤ་ཟེར་ང་རང་ཚོས་ཐད་ཀར་བཟའ་ཆོག་པ་དང། ཆང་ཐད་ཀར་འཐུང་ཆོག་པ་དེ་འདྲ་གི་རྣམ་པ་ཅན་མ་ཡིན་པ། ད་དེ་ཡང་བསྟན་ན་ཅི་གི། ལས་ཀྱི་ལྕི་བ་དང་དེ་ཡང།

བྱང་གཏེར་དགོངས་པ་ཟང་ཐར་གྱི་རྫོགས་པ་ཆེན་པོའི་རྒྱུད་ཀྱི་ནང་ན་དགག་པ་མཐར་ཕྱིན་དུ་སྐྱོན་བྱས་ཕྱེ་ནས་དེའི་ལྟ་བའི་ཆོ་ག་ཕྱག་ལེན་ལག་ལེན་ཉམས་ལེན་གཙོ་བོར་གནང་མཁན་གྱི་ཆོས་སྡེ་ཆེན་མོ་དེ་ཡང་སྔར་གནས་མཐའ་གཅིག་གི་བར་སྐབས་ཀྱི་ཉམས་རྒུད་ཅུང་ཟད་ཙམ་མ་གཏོགས་དེ་ནས་ག་རེ་ཟེར་གོ་རེ་བས། དེ་ནས་དཀར་ཟས་རིང་ལུགས་པ། དཀར་ཟས་རིང་ལུགས་པ་དེ་ཡང་དུས་རབས་མང་པོ་ཞིག་བརྒྱུད་པའི་ནང་ནས་བྱུང་བསྡད་པས་དེ་ནི་དཀར་ཟས་རིང་ལུགས་ཆེན་པོ་བ་ཅི་རེད་ཟེར་བ་ལྟ་ཐུགས་སུ་བཅུག་ཡོད། མདོར་ན་ད་ང་རང་ཚོས་སྐབས་གསལ་ཟེར་ཡ་དེ་ཡིན་ན། ལུས་ཀྱི་སྤྲོས་ནས་བདེ་ཐང་གི་ཆེད་དུ་ཡང་ཧ་ཅང་གལ་ཆེན་རེད་ལ། ཨ་ཏི་ན་ཅིག་བསད་ནས་ཟ་མཁན་མེད་ན་གསོད་མཁན་མེད་པ་ཟེར་དེ་ན་ཅིག་དེ་ནི་ང་རི་ཚོའི་དངོས་ཐོག་དེ་ཚོ་སྐད་ཆ་རེད་རྒྱུ་མཚན་དེ་ཡིན་པའི་ཕྱིར་ན་སེམས་ཅན་རྣམས་ཚེ་ཐར་བཏང་ཡས་ཀྱི་བྱ་འགུལ་དེ་ན་ཅིག་ག་ཤོད་ཅིག་ཡ་ཆགས་བསྡད་ཡོད་རེད་ལ། ཉག་ཉིང་ནས་བཤད་ན་འཛམ་གླིང་གི་དབུལ་ཕོངས་ཀྱི་དུག་ལྔ་དེ་དག་ཐམས་ཅད་སེལ་བར་བྱེད་པའི་ཐབས་ཤེས་འགའ་ཤོས་བཅས་བྱ་དགོས་ཡོད་པ་ཡིན་དུས་རྩ་ནས་ངར་བཟོད་ནམ་རྒྱུན་དུ་ང་ཅེས་དཀར་ཟས་ལ་བརྟེན་པར་བྱེད་རྒྱུ་དེ་ཡིན་ན་ཧ་ཅང་གི་གལ་འགངས་དང་གལ་འགངས་ཆེ་བ་ཞིག་རེད། དོ་ཆེ། བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས་ད་དེ་རིང། དུས་ཚོད་དང་འཚམས་པའི་སྒོ་ནས་ཡག་པོ་ཞེ་དྲག་བྱུང་མ་སོང་ད་ནི་ཡིན་ན་ཡང། ཁྱེད་ཀྱི་ཆོས་སྒར་དེ་དང་འབྲེལ་བའི་སྒོ་ནས། དཀར་ཟས་ཀྱི་ལོ་རྒྱུས་དུར་བསྡུས་བྱས་དང་དེ་ལ་བརྟེན་པའི་སྒོ་ནས་ངར་ཚོས་དཀར་ཟས་རྒྱ་ཆེར་བསྟེན་པ་ཅིག་རྒྱུན་རིང་དུ་དར་ཐུབ་པའི་བཀྲ་ཤིས་སྨོན་འདུན་ཡང་ཡང་ཞུ་གི་ཡོད་བཀྲ་ཤིས་བདེ་ལེགས་ཐུགས་ཆེ།